ཨན་ཀལ་ཀ་ཏེ་ཧའོ་ར་སམ་པ་སེ་ཨར་ཛུ་ཏྲེ་ང་ཆུན་ཆུན་ཀར་གོ་ཉུང་སམ་པ་རིང་གུ་ཤི་བུ་ཅོ་ཨ་རེ་སི་ཨན་ཏི་ཀ་ས་ཅི་རེ་ཁ་ན་ཚར་བའི་ཟུ་ཟུ་ཨོ་ཨེ་ནི་ཟུ་ནང་ལ་པའི་སེམས་ཅན་འདྲ་མི་འདྲ་ཤ་ཡོ་ཨ་རེ་སི་ཆུན་ཆུན་ཀ་ནི་ངས་ཏི་ཀྲུང་གོ་ཉུང་ཨ་ཨེ་ད་ལྔ་བཅུ་ང་དྲུག་ལོ་ལ་ང་དེ་ཅིག་སླེབས་རེད་ཨ་དེ་ནས་ད་ལྔ་བཅུ་ང་དགུ་ནས་ང་ཚོ་བཙན་བྱོལ་བ་ཆགས། ང་ཚོ་ཕྱོགས་གཅིག་ནས་བཙན་བྱོལ་བ་ཆགས་པ་རེད་དེ། ཕྱོགས་གཅིག་ནས་བསམ་བློ་བཏང་ན། གཅིག་དངོས་གནས་བོད་མི་རིགས་ཀྱི་རིག་གཞུང། བོད་མི་རིགས་ཀྱི་སྙིང་སྟོབས། བདེ་སྐྱིད་དེ་འཛམ་བུ་ནས་འདི་གང་ལ་བརྟེན་ཐུབ་པ་བྱུང་ཡོད་ད། ཅེས་སོང་བ། དཔེར་ན་ཁྱེད་རང་ཚོ་ཕལ་ཆེར། ཕལ་ཆེར་ཁྱེད་རང་ཚོར་ཉམས་མྱོང་བྱུང་ཡོད་འགྲོ། སྔ་མོ། ཨེ་ནི་བོད་པ་ཡིན་སྲིད་ལབ་ན། ཅིག་ཏོག་ཙེ་འཚེར་སྣང་བྱ་སོར་འདྲེ། སྔ་མོ། ལྔ་བཅུ་ང་དགུ་དང་དྲུག་བཅུའི་ཁ་ཐུག་དུ། བོད་པ་གཞོན་སྐྱེས་དེ་འདྲས་ཀྱིས་བོད་པ་ཡིན་སྲིད་ལབ་ན་ཏོག་ཙེ་འཚེར་སྣང་བྱ་ཅི་འདྲ་བྱུང་པ་རེད། ད་ད་རི་ག་ས། བོད་པ་ཡིན་སྲིད་ལབ་ན་སྤོ་བ་བྱ་སོར་ཅི། བྱས་ནས་གང་ལྟ། ཅིག་འཛམ་བུ་གླིང་འདི་གང་ལ་ཡ། ཨཱ་ནི། བོད་ཀྱི་རིག་གཞུང་ག་འདྲས་ཤིག་ཡོད་བ། ད་ད་རི་གས་རྒྱ་གར་ནང་ལོག་ལེ་ད་རྒྱ་གར་མང་པོ་ཅིག་གི་རྒྱ་གར་གྱི་གནའ་རབས་ཀྱི་རིག་གཞུང་ངོ་མ་དེ་ང་ཚོ་བོད་པས་བདག་པོ་རྒྱབ་ནས་ཡོད་བ་ཅིག་ད་གཞི་ནས་ཨ་ད་གོ་གསལ་པོ་ཆགས་ཡོང་གི་འདུག་ཨེ་སོང་ཨ། ཨཱ་ནི། ཁྱེད་རང་ཚོ་མུ་སུ་ལུམ་རེད། ང་ཚོ་ལྷ་ས་ལྷ་ས་ཁ་ཆེ་རེད་བས། ཨེ་ནི། གོ་བརྡ་གོ་བརྡ་གོ་བརྡ། ང་ཚོ་ལྷ་ས་ལ་ཡོད་བསྡད་པའི་ཨེ་ནི་མུ་སི་ལིམ་གཙོ། གོང་ས་ལྔ་པ་ཆེན་པོའི་སྐབས་ལ་ད་ལོ་བཞི་བརྒྱའི་གོང་ལ་རེད་པ། གོང་ས་ལྔ་པའི་སྐབས་ལ་ཡ་ཨེ་ནི་ལ་དྭགས་ཁ་ཆེ་ལྷ་ས་ཡར་ལེན་ནས་ཡོང་དུས་བོད་གཞུང་གི་ས་ཆ་སྤྲད་འདུག་བ། ཨ་ནི་ཁ་ཆེ་ལྷ་ཁང་རྒྱ་ཡག། Mosque། ཁ་ཆེ་ལྷ་ཁང་རྒྱ་ཡག། བྱས། ཨ་ནི་ང་ཆུང་ཆུང་སྐབས་ནས་བོད་གཞུང་གི་མཛད་སྒོ། མཛད་སྒོ་ཆེས་ག་དུས་ཚོགས་པ་ཡིན་ནའི། ཁ་ཆེ་སུ་ཡོང་གི་རེད། ང་ཟབ་ཤ་དེང་གི། ཁ་ཕྱོགས་སུ་གདུགས་མདུན་དུ་སླེབས་པ་དག་གདུགས་ས་ལམ་རུ་ཞུ་བྱ། ཨེ་ནི་ཞུ་སྒོ་ག་ཚོད་བཙན་བྱོལ་བ་ཆགས་ནས་ཡི་གེ་ཨ་མདའ་སིར་ན་ག་ལ་ཡ་ད་དཀའ་ལས་པོ་ལས་ཁྱང་ཚོ་ཁ་ཤས་ཡོད་ར་བ་ཨོ་ཨེ་ནི་མང་ཨམ་དེ་སིར་ན་ག་ལ་ཡོད་བ་ད་ས་ཁ་ཆེ་སོ་ཨོ་ཁྱང་ཚོ་ཨ་མདའ་མི་ཁྱིམ་ཚང་ནང་རོགས་ལ་ཡ་བོད་སྐད་རྒྱབ་བྱས།

ནི་རིན་པོ་ཆེ། སྐུ་གཟུགས་ག་འདྲ་ཡིན་པ་གསལ་བར་བྱེད་ཨིན་ཞུ་གི་དེ་ཡིན་བྱས། ད་ང་ཚོ་ག་དུས་ལྷ་སར་ལོག་ཐུག་རེད་ཟ་བྱེད་ཀྱི་བྱས། དཔེར་ལྷ་སར་སྐད་རང་སྐྱེ་བྱས་རེད་པ། ང་དེ་འདྲ་རེད། བྱས་ཙང་ང་ཚོ་ཆོས་ལུགས་མི་འདྲ་རེད་དེ། གང་ལྟར་ང་ཚོ་བོད་མི་རིགས་གཅིག་གྱུར་ཆགས་བསྡད་ཀྱི་ཡོད་རེད་ཤེས་སོང་ཨ། ཨོ། ཨེ་ལི་ཁི་སིན་ཡང་འདི་སྲིད་སྐྱོང་ལ་ཡང་ངས་དེ་ཞུས་ཡིན། རེ་འདུན་བཏོན་པའི་སྐད་གསེང་གི་ལ་དྭགས་ལ་ང་ཐུག་ཆེ་དེ་དུས་སྐད་ཆ་བྱུང། སྔ་མོ་ང་ཚོ་བོད་གངས་ཅན་སྐྱིད་གཤོངས་ཀྱི་སྒྲིག་འཛུགས་ནང་ལ་ཡང། ཨ་ནི། ང་ཚོ་བོད་པའི་ཁ་ཤས་དེ་འདྲའི་ལས་བྱེད་པ་དེ་འདྲ་ཁ་ཤས་ཡོད་རེད་ཟེར། ད་བག་ས་ལགས་ལ་དེའི་དེ་ག་འདྲི་ཁ་རུ་ཐོག་ག་འདྲི་ཁ་ཐོག་རེ་ཡིན་ན། ད་བག་ས་ལགས་མེད་པའི་བཟོ་བྱེད་འདུག་བྱས་ཙང་ད་ང་ཚོ་ཉིན་གཅིག་མི་གཅིག། བོད་པ་ཁ་ཆེ་དེ་འདྲས་ང་ཚོ་ལས་བྱེད་པའི་ནང་ལ་ཡོད་ན་ཡག་པོ་རེད། ཅེས་ཨེ་ནི་ཞུ་གོ། ཨ་ད་བོད་པ་ཁ་ཆེ་ཀྱི་མིན་ཆེ། མི་མི་རང་སློབ་སྦྱོང་ཡག་པོ་ཡོད་པ་བྱས། དེ་འདྲས་བྱུང་ཤག། དེ་དང་ང་རང་ཚང་མ་ལ། གང་ལྟར། བོད་མི་རིགས་གཅིག་གྱུར་ཆགས་བསྡད་དགོས་པ་རེད་ཤག་སོང་ཨ། ཨེ་ནི། བོད་ཀྱི་རང་དབང། བརྩོན་ལེན་བྱས་ཡག་ལ་ང་ཚོ་ཚང་མ་ལོག་ལ་འགན་གཅིག་པ་ཡོད་རེད་ཤག་སོང་ཨ། བྱས། ཨེ་ད། ང་ཚོ་བོད་པ་བཙན་བྱོལ་བ་འདི་ཡིན་ཏེ། ཕལ་ཆེར། ད་ལོ་ལྔ་བཅུ་ང་བརྒྱད་ཚེ་འགྲོ་བསྡད་ཀྱི་ཡོད་རེད་ང་ཚོ་བཙན་བྱོལ་བ་ཆགས་ནས། ཅིག་འཛམ་བུ་གླིང་འདིའི་སྒང་གི། བཙན་བྱོལ་བ་ད་ས་ཡ་མང་པོ་ཡོད་རེད། ཅིག་དེ་འདྲའི་གི་ནང་ནས་ང་ཚོ་བོད་པ། ཨོའོ་ཕལ་ཆེར། ཚགས་ཚུད་ཤོས་ཡིན་པའི་བཟོ་བཞིན་འདུག་བ། བོད་པ་གྱོང་ཤོས་རེད་ཤག། ཨེ་ནི་གཉིས་གནས་མིན། ང་ཚོ་རྒྱ་གར་དང་བོད་ཟེར་ལབ་ན། བོད་ད་ལོ་སྟོང་ཕྲག་རིང་ལ་ཡང་འབྲེལ་བ་བཞག་ཡོད་དུ་བྱེད་རེད་བ་ཡ། ཚེ་འདི་འདྲས་ཀྱི་ཐོག་ནས་བྱས་ནི་ཁོ་དམིགས་བསལ་གྱི་འབྲེལ་བ་ཅིག་ཡོད་རེད་ལ། ཨེ་ནི་གཉིས་གནས། Pandit Nehru ཞུ་བའི་ཁ་ཐུག་ནས་བྱས། གཅིག་བོད་མི་བཙན་བྱོལ་བའི་ཐོག་ལ་ཡ་རྒྱ་གར་གཞུང་གིས་དམིགས་བསལ་གྱི་ཕུགས་ཀྱི་ཐུགས་སྣང་གནང་བྱས། ང་ཚོ་བླ་བྲ་གཟུགས་ཡག་གི་མཚོན་པའི་གཞིས་ཆགས་ཁག་དེའི་དེ་གྲ་སྒྲིག་གནང་ཡག་ཚོད་དཔེ་ཞེ་དྲག་ཡག་པོ་བྱུང་ཡོད་རེད་ཚ་དེ་འདྲ་ཡིན་དུས་ང་ཚོ་བཙན་བྱོལ་བ་འདྲ་འདྲའི་ནང་ནས་བོད་ཀྱི་བོད་པ་བཙན་བྱོལ་བ་དེ་ཚ་ཚུལ་ཤུལ་དང་གྲ་འགྲིག་ཤིག་ཡིན་པའི་བཟོ་ཞིག་འདུག་ཤེས་སོང་ཨ་ཨེ་ནི་ང་རང་ཚོ་བོད་རིགས་ངོས་ནས་ཆ་བཞག་ནས་ཅིག་ལོ་ལྔ་བཅུ་ང་གྲངས་དེའི་རིང་ལ་ཡ་སོ་སོ་བོད་པ་ཡིན་བསམ་པའི་འདུ་ཤེས་དེ་ཁྱིས་ནས་ཅིག་ས་གནས་ག་བར་ཡོད་པ་ཡིན་ནས། རྒྱ་གར་ནང་ལ་ཡིན་ནའི་རེད་ཨ་མི་རི་ཀའི་ནང་ལ་ཡིན་ནའི་རེད་ཡོ་རོབ་ནང་དུ་བ་ཡིན་ནའི་རེད་ཨོ་སི་ཏྲེ་ལི་ཡའི་ནང་དུ་བ་ཡིན་ནའི་རེད་ང་ཚོ་བོད་རིགས་ཚང་མ་ལོག་གཏམ་རེ་ཟུང་རེ་ཟུང་ནས་ཚུལ་ཁག་ཁག་རེད་མ་གཏོགས་གཞན་བོད་རིགས་མང་ཆེ་ཚང་མ་ལོག་བོད་པ་ཡིན་བསམ་པའི་འདུ་ཤེས་དེ་ཁྱེད་ནི་གཅིག་ས་ཆ་ག་བ་ཡོད་པ་ཡིན་ནའི་གཅིག་བོད་པའི་ཚབ་རུ་བྱས་བྱས་བོད་རྒྱ་ཆེ་མི་མང་གི་གཞིས་ལུས་རྒྱ་ཆེ་མི་མང་གི་ཚབ་བྱས་བྱས་ཚང་མས་ཧུར་ཐག་པ་ད་རེ་ཤ་ཚ་ཐུ་ཤེས་ཟིག་ཡིན།

ཡོད་པས། ཡོད་མ་རེད། ཧུང། ད་ང་ཡི་རྒྱ་གར་ཁམས་པའི་སོགས་བྱེད་དགོས་མ་རེད་ད། མི་ཚེ་མ་ང་རྒྱ་གར་སྐྱེས་རེད་ད་བྱས་ས་ཁ་རྒྱ་གར་ཁམས་པའི་གཡག་རུ་གཏོགས་ཟིན་ཡོད་རེད་ད། ད་གལ་ཆེ་ཤོས་ང་ཚོ་དེ་བཙན་བྱོལ་ཆ་ནས་ཅིག་བོད་མིའི་ཅིག་གཞིས་ཆགས་ཁག་ཚུགས་བྱས། ཅིག་བོད་པའི་རྣམ་པ་མ་ཡར་ཅིག་ཏུ་གཟིམ་ཐུ་ཡག་ཅིག་ཐ་ན་བན་ཆང་ས་སྐྱ་ཚུན་ཆད་ལོ་ཅིག་གཞིས་ཆགས་ནང་ལོག་ཏུ་རུག་རུག་བྱས་ཡོད་ན་ཁོ་ག་ཡིན་ནའི་ཁོ་ད་ཁོ་མི་རིགས་ཡིན་ནའི་ཁོ་ཁོ་བསྡད་ཐུ་ཡག་རུ་ཅིག་ཁྱད་དུ་ག་ནེ་རུ་ཞུ་བའི་ཁ་ཐུག་ནས་བྱས་ང་ཚོ་གཞིས་ཆགས་འདི་ཚུགས་པ་རེད་ཨ་ནི་ནེ་རུ་རང་གི་ཐུགས་ཁུར་ཞེ་བོ་བཞེས་བྱས་བླ་བྲག་ཁག་འདི་ཚུགས་པ་རེད། ཨིན་དེ་དང་ཆབས་ཅིག་ཨེ་ནི། ང་རང་ཚོས་ཅིག་ད་རིས་སུ་མ་བྱས་པའི་ཆོས་སྒར་ཁག་དེ་གཉིས་དེ་ང་ཚོ་རྒྱ་གར་གཞིས་ཆགས་ཆེ་ཁག་ཚོ་ནང་ལོགས་ལ་ཚུགས་བྱས། གང་ལྟར་ད་དཔལ་ནཱ་ལེནྡྲའི་ཆོས་བརྒྱུད་དྲི་མ་མེད་པ་དེ་ང་ཚོ་མུ་མཐུད་ནི་ད་བཙན་བྱོལ་བའི་ནང་ལ་ཉར་ཚགས་བྱས་བྱས་ང་ཚོ་བསྡད་ཐུབ་ཡག་རེད། ད་བར་སྐབས་ནས་ངས་འདི་བཤད་དེ་རྒྱ་གར་ཚོ་ལ་ཡ་ད། མཁན་ཆེན་ཞི་བ་འཚོ་དུས་རབས་བརྒྱད་པའི་ནང་ལ། ཨེ་ནི་ཆོས་རྒྱལ་ཁྲི་སྲོང་ལྡེ་བཙན་གྱིས་མཁན་ཆེན་ཞི་བ་འཚོ་རྒྱ་གར་ནས་གདན་ཞུ་གནང། ཨེ་ནི་ཇུ་གོ་མཁན་ཆེན་ཞི་བ་འཚོའི་སློབ་མ་གཙོ་བོ་གཅིག་རེད་མཁས་པའི་དབང་པོ་སློབ་དཔོན་ཀ་མ་ལ་ཤི་ལ་དེའི་བུ་ལ་གདན་ཞུ་གནང། ཨེ་ནི་དུས་ཕྱིས་སུ། དུས་ཕྱིས་སུ་དུས་རབས་བཅུ་གཅིག་པའི་ནང་དུ། ཨེ་ནི་ཇོ་བོ་རྗེ་དཔའ་ཟླ་ཨ་ཏི་ཤ་བོད་ལ་ཕེབས། དུའོ་ཟན་ནི་གང་དག་སངས་རྒྱས་ཀྱི་བསྟན་པ་བོད་ནང་ལ་ཡར་དར་ཧ་ལས་པ་ཅིག་གི་རྩ་བ་ཚུགས་འདུག་ག། ཨེ་ནི་གཙོ་བོ་མཁན་ཆེན་ཞི་བ་འཚོས་ཨེ་ནི་སངས་རྒྱས་ཀྱི་ཆོས་བོད་ལ་ཡར་ཅིག་གི་སློབ་སྤེལ་གནང་སྟངས་དེ་ནཱ་ལེནྡྲའི་ཆོས་བརྒྱུད་དྲི་མ་མེད་པ་འདི་དག་སྤེལ་བྱེད་ཏུགས་སུ་རེད་ས་ན་ལེན་འདྲེ་ཆོས་ལབ་དུས། དད་པ་ཅི་གོ་མེད་པ་བྱས་གཙོ་བོ་རིག་པའི་ཐོག་ནས་བསམ་གཏན་བྱས། དེ་ཡང་འདི་འབར་མ་དང་ཐའི་ལེན་དང་དེ་ཚོའི་གྲས་མིན་ནང་པའི་ལུང་པ་རེད། རེད་དེ། རིག་པས་དཔྱད་པ་བྱས་ཏེ་བཞག་ཡོག་མ་རེད། པཱ་ལིའི་གི་ཆོས་བརྒྱུད་ནང་ལོགས་ལ་རིག་པས་དཔྱད་པ་བྱས་ཏེ་བྱ་མི་འདུག་ག། ལེགས་སྦྱར་གི་ཆོས་བརྒྱུད་ནང་ལོགས་ལ་རིག་པས་དཔྱད་པ་བྱས་ཏེ་ཞིབ་འཇུག་རེད། དཔེར་ན་བཅོམ་ལྡན་འདས་ཁོ་རང་གིས་དེ་ལྟར་གསུངས་འདུག་ཨ། ནི། དགེ་སློང་དག་གམ་ཁྱེད་རྣམས་ཀྱིས་བསྲེག་བྱ་དར་བའི་གསེར་བཞིན་དུ་ལེགས་པར་བརྟགས་ལ་ང་ཡི་བཀའ་བླང་བར་བྱ་ཡི་གུས་ཕྱིར་མིན། བཅོམ་ལྡན་འདས་ཀྱིས་འདི་གསུངས་ཡོད་རེད། དེའི་དོན་དག་འདི། ཨེ་ནི་བཅོམ་ལྡན་འདས་ཁོ་རང་གི་སྤྱན་དྲངས། ཨེ་ནི། དགེ་སློང་ཚོ་དང། རབ་བྱུང་ཚོ་དང། ཨེ་ནི། མཁས་དབང་ཚོས། ཨེ་ནི། བཅོམ་ལྡན་འདས་ཁོ་རང་གི་བཀའ་གནང་བཞེད་པ་དེ། དད་པ་བྱས་བྱས། ཡིད་ཆེས་བྱས་ནས། ཨེ་ནི། མོས་གུས་དང་ཡིད་ཆེས་ཀྱི་ཐོག་ནས་ཁས་ལེན་བྱེད་དགོས་མ་རེད། བཅོམ་ལྡན་འདས་ཁོ་རང་གིས་གསུངས་བཞེད་པ་དེ་ལ་ཡང། རིགས་པས་དཔྱད་པ་བྱས། བརྟག་དཔྱད་བྱས། དཔེར་ན། གསེར་གྱི་མགར་བ་མཁས་པས་གསེར་ལྷད་ཡོད་མེད་ལ་ཡང་གསེར་གསེར་བསྲེག། བཅད། གཏུབ། གདུག་བྱས་ནས་གསེར་ལྷད་ཡོད་མེད་བརྟག་དཔྱད་བྱེད་པ་ནང་བཞིན། ཨེ་ནི་ངའི་རྗེས་འབྲང་ཚོས་རིགས་པའི་ཐོག་ནས་ངས་གསུངས་བཞེད་པའི་ཆོས་དེ་ལ་བརྟག་དཔྱད་བྱས་བྱས། ཨེ་ནི་ཚོད་ལྟ་བྱས་ནས། Any Cannons། མ་གཏོགས་བཅོམ་ལྡན་འདས་ཀྱི་བཀའ་ཡིན་པ་རྒྱུ་མཚན་དུ་བྱས་ནས་ཡིད་ཆེས་ཆོག་པ་མ་རེད་དད་པ་ཆོག་པ་མ་རེད། ད་དེ་དཔེ་མེད་འདྲ་ཤར་ཚར། ངས་འཛམ་བུ་གླིང་འདིའི་སྒང་གི་ཆོས་ལུགས་ཚང་མ་ལོག་ལ་ངས་དེ་གུས་ཞབས་བྱེད་ཀྱི་ཡོད། ཤ་ཡག་པོ་རེད། དཔེར་ན་བོད་སྐད་ངས་དེ་ཨ་ད་དེ་མོ་ཧ་མོ་ཏིག་ད་རྗེས་འབྲང་ཚོ་སྔོན་ན་དྲ་གནས་ཀྱི་ཁ་ཆེའི་ཆོས་ལུགས་སྐོར་རང་ལག་ལེན་ཡག་པོ་བཀལ་ནས་ཕྱིན་པ་ཡིན་ན་བྱམས་བརྩེ་ལྡན་པ་འབྱུང་གི་རེད། ངས་འདི་ནམ་རྒྱུན་བཤད་བསྡད་ཀྱི་ཡོད། ཨེ་ནི་ཁ་ཆེ་དྲག་སྤྱོད་པ་ཟེར་ལབ་ཡ་དེ་ནོར་རེད། རེད་དང། དྲག་སྤྱོད་པ་བྱེད་མཁན་དེ། དངོས་གནས་བཤད་ན་ཁ་ཆེའི་ཉམས་ལེན་བྱེད་ཀྱི་ཡོད་མ་རེད། དཔེར་ན་འབར་མའི་དྲག་སྤྱོད་པ་དེ་ཚོའི་གྲས་ནང་པ་མར་བ། ནང་པའི་ཆོས་ཉམས་ལེན་བྱེད་ཀྱི་ཡོད་མར་བ།

ཏེ། གོ་བརྡ། ཨེ་ལ་ལི་ཡ། བུ་གི་གུས་ཞབས་དང་བརྩེ་བ་བྱེད་པ་ནང་བཞིན་ཨེ་ནི་ཨེ་ལ་གི་བཀོད་ཞབས་པའི་སེམས་ཅན་ཚང་མ་ལ་ལ་ཡ་བརྩེ་བ་བྱེད་དགོས་རེད། འདི་ཤེས་གི་དང། རེད་པ། བ་དེ་འདྲ་རེད། བྱས་ཙང་བ་དེ་འདྲ་ཡིན་དུས། གང་ལྟར་ད། སངས་རྒྱས་པའི་ཆོས་ཀྱི་དམིགས་བསལ་འགྲོ་སྟངས་འདི་བརྟག་དཔྱད་བྱེད་དེ་ཆོས་ལུགས་གཞན་དག་ནང་ལ་ཕ་ལྷ་མོ་ཡོད་མ་རེད། སོང། དེ་འདྲ་ཡིན་དུས་ཙང་ནས། དཔེར་ན། འདས་པའི་ལོ་སུམ་ཅུ་ལྷག་ཟིག་ལ་ངས་ཚན་རིག་པ་ཉམས་རྟོགས་ལ་འབྲེལ་བ་བྱ་བྱེད་ཀྱི་ཡོད་རེད། ཚན་རིག་པ་ཉམས་རྟོགས་འབྲེལ་བ་བྱས་ནས་འཛམ་བུ་ལི་ལེ་ལེ་མ་རེད་འཛམ་བུ་ལི་རི་རི་རེད་ཟེར་བ། ད་དེ་དཔེ་དེ་ར་འཕྲོད་ཡག་འདུག་ག། ཨེ་ནི། བྱས་ཙང་འཛམ་བུ་ལི་ལེ་ལེ་བྱས་ནས་སྐྱིད་ལ་ཡར་རི་རབ་ཡོད་རེད་ཟེར་ནས་ང་ཚོས་ནམ་རྒྱུན་མེ་འབྲས་འཕུལ་གྱི་ཡོད་པ། ས་གཞི་བོད་ཀྱི་བཅུ་བཞི་མེ་ཏོག་ཁྲམ་ཟིང་ག་ཚོད་ཕུལ་གི་ཡོད་པ་ད་དེ་ཀུན་ནས་བྱས་ན་རི་རབ་ཡོག་མར་བལྟ་རི་རབ་གཉའ་ཡོག་མར་བལྟ། ཟེར་སྤོ་ལ་སྨོ་ལ་བཟོས་ངས་རི་རབ་ཡོག་མར་ཟེར་ལབ་ན་སྤོ་ལ་སྨོ་ལ་བཟོས་ངོ་རྒོལ་ཞིག་མར་བ། རྣམ་རྟོག་ས་རི་རབ་ཡོག་མར་ཟིག་གི་ཆེ་ཆེ་ཟིག་མར་བ་ཡ། ག་རེ་ཟེར་ཡུལ་ཚ་བ་ལོ་འདབ་རྒྱུ་རི་རབ་ཡེ་བ་ཞི་ཤ་ཞིག་ཤེས་གི་མར་བ་མེ་འདྲེ་བུ་ཡ། ཟེར་བ་དེ་འདྲ་རེད། ཚན་རིག་པ་ཟེར་ནང་པའི་ཆོས་འདི་ནཱ་ལེནྡྲའི་ཆོས་བརྒྱུད་འདི་དངོས་གནས་སྤོབས་པ་ཆགས་འདུག་ཨ། འདས་པའི་ལོ་སུམ་ཅུ་ལྷག་རིང་ལས་ང་ཚན་རིག་པ་ཉམས་རྟོགས་ལ་སྐད་ཆ་བཤད་གོ་ཐུག་ཞུ་ཙམ་ནས་ནང་པའི་ཅིག་དེ་སྔ་དང་ནཱ་ལེནྡྲའི་པའི་ཆོས་བརྒྱུད་འདི་ཡི་དེ་སོ་སོ་རྟོགས་སོ་སློབ་སྦྱོང་ཡོད་བསྡད་པ་འདི་ཡི་དེ་སྤོབས་པ་ལེགས་འདུག་ཨ། ཤ་སོང་ཨ། ཅིག་ཚན་རིག་པ་སུ་འདྲ་ཞིག་ཐུབ་པ་ཡིན་ནས་ཅིག་མེད་ངས་མཐོང་ཆུང་དུ་བྱེད་ཀྱི་མེད་ཚང་མ་རོགས་ལ་མི་གུས་ཞབས་བྱེད་ཀྱི་ཡོད་དེ་སེམས་ཀྱི་ནང་ནས་མཐོང་ཆུང་ཕུགས་དུ་བ། དེ Modern Science ཅིག་དེ་ཚོའི་གྲས་དེ་ཨ་ད་གཞི་ནས་ཅིག་ཡག་འདུག། ཞིབ་འཇུག་བྱས་ཞིབ་འཇུག་བྱས་ནས་ཅིག་རིག་གནས་རུ་གསར་བ་ཡང་གཞི་ནས་རྙེད་ཡོང་གི་ཡོད་རེད་མ་གཏོགས་ད་ག་ཚད་ཀྱི་ཚད་མཐོ་པོ་མི་འདུག་ག། ང་ཚོ་ནཱ་ལེནྡྲའི་ཆོས་བརྒྱུད་ནང་ལ་ཡང། དཔེར་ན་འཛམ་བུ་གླིང་ཆགས་སྟངས། འབྱུང་བ་ལྔ་ལས་གྲུབ་སྟངས། ཨེ་ནི། དེའི་འདི་དུ་མ་བཤད་ཡོད་འདུག་ས་ནི་ཧ་ལས་པ་རེད་ཤག། ས་དེ་འདྲ་ཡིན་དུས་ང་ཚོ་བོད་ལ་ཡོད་བསྡད་པའི་སངས་རྒྱས་པའི་ཆོས་དེ་དཔལ་ནཱ་ལེནྡྲའི་ཆོས་བརྒྱུད་རེད། དེ་འདྲ་ཡིན་དུས་ང་ཚོ་གཙོ་བོ་རིག་པ་ལ་བརྟེན་ཡང་དེ་དཔེ་གལ་ཆེན་པོ་རེད་ཤེས་སོང་ཨ། ཤེས་སོང་ཨ། དད་པ་གཅིག་གོ་མེད་པ་བྱས། དེ་རེད། ཡ་ཡ། ཨེ་ནི་ང་ཚོ་བོད་པའི་སྐད་ཡིག་འདི་ཞེ་པོ་ཆེ་ཙག་ཆེན་པོ་རེད་འདུག་ག་ད་ན་ལེན་འདྲེ་ཅིག་ཆུ་རྒྱུད་ནང་ལ་ཡོད་བསྡད་པའི་སེམས་ཁམས་རིག་པ་ཅིག Psychology ཨེ་ནི Logic དེ་ཚོའི་གྲས་བསླབ་ཡོད་འདུག་ཙང་ནས་དབྱིན་ཇིའི་སྐད་ནི་འདང་ཡ་མི་འདུག་ཞེས་སོང་ང། དཔེར་ན་སེམས་ཁམས་རིག་པའི་སྐོར་བཤད་དུས་དབྱིན་ཇིའི་སྐད་ལ Mind ཟེར་ཨ་རོ། Consciousness ཟེར་ཨ་རོ་དེ་འདྲ་ཞིག་མ་གཏོགས་ཞིབ་ཚགས་སྒོས་སེམས་དང་སེམས་བྱུང་དང་དེ་འདྲས་ཀྱི་དབྱེ་བ་ཞིབ་ཚགས་པོ་ཆེ་ནི་བཤད་ཡོད་མ་རེད། ཞེས་སོང་ང། ཨོ། ཨཱ་ནི་ཧིན་དི Modern Hindi གདངས་ཡང་ཡོད་མ་རེད། ལེགས་བྱང་གི Sanskrit ནི Dead Language རེད་ས་ད་ང་ཚོ་བོད་ཡིག་སྤྱི་གོ་རེད་ཤ་དེ་འདྲས་གི་ད་སློབ་ཚན་གཏིང་ཟབ་པོ་དེ་དེ་འདྲས་བཤད་རྒྱ་ཡག་ལེ་ཡ་ང་ཚོ་བོད་སྐད་ཆ་ཚང་རྒྱབ་ཐུག་ཡོག་རེད་སྐད་ཡིག་གཞན་དག་ཁྱོན་ན་ཡོག་མ་རེད་ས་དེ་ང་ཚོ་སྤོབས་པ་འདུག་ག་སྤོབས་པ་བྱས་ཅིག་ང་ཚོ་བོད་པའི་སྐད་ཡིག་དེ་སྔོན་གྱི་ལོ་ཙཱ་བ་དེ་གི་དེ་གི་སྐུ་ལས་བསྐྱོན་ནི་ད་དེར་གི་ས་དུས་རིམ་བཞི་རྩ་བཞི་བའི་ནང་ལ་ནང་པའི་ཆོས་སྤྱི་དང་ལྷག་པར་ནཱ་ལེནྡྲའི་ཆོས་བརྒྱུད་ཟླ་བ་ཡིན་ན་བོད་སྐད་མ་ཤེས་ན་ད་ཧ་ལམ་སློབ་སྦྱོང་ཡག་པོ་བྱེད་མ་ཐུབ་ཡ་ཅིག་ཆགས་བསྡད་པ་རེད་ཤེས་སོང་ང་ས་དེ་འདྲ་ཡིན་དུས་དེ་ང་ཚོ་བོད་པའི་མི་རིགས་ཀྱི་སྤོབས་པ་སྐྱེ་ཡ་དང། ང་ཚོའི་མེས་པོ་གཙོས་པའི་རླབས་ཆེན་གྱི་མཛད་རྗེས་ཡིན་པ་ཅིག་ང་ཚོ་བཀའ་འགྱུར་བསྟན་འགྱུར་པོ་ཏི་སུམ་བརྒྱ་ཟེར་བཞིན་པ་རེད་བཀའ་འགྱུར་པོ་ཏི་བརྒྱ་ཆད་བསྟན་འགྱུར་པོ་ཏི་ཉིས་བརྒྱ་དང་ཉི་ས་རང་ཅིག་ཚང་མ་བོད་ཡིག་རེད་བ། འོ་དེའི་རིགས་བོད་སྐད་ཀྱི་ཐོག་ནས་འགྲེལ་བཤད་ཆ་ཚང་བརྒྱབ་ཐུག་འདུག་ཟེར་བ་དེ་འདྲ་ཡིན་དུས་སོ་སོའི་བོད་ཡིག་དང་བོད་སྐད་ལ་ཡང་དོ་སྣང་ཏོག་ཙམ་བྱེད་དགོས་རེད་བཤད་སོང་ཨ། ཨེ་ལྷག་པར་ཁྱེད་རང་ཚོ་སྤུ་གུ་གཞོན་སྐྱེས་ཚོ་བོད་ཡིག་བསླབ་ཡག་ད་ཅིག་ཁྱེད་རང་ཚོ་ནང་ལ་ཡང་ངས་དེ་གི་ལོ་ཡག་དེ་རེད་ཨ་ད་མུ་སི་ལིམ་གྲོགས་པོ་ཚོས་སོ་སོའི་ནང་ལ་ཡང་བོད་སྐད་རྒྱབ་པ་ནང་བཞིན་བྱས་ནས་ཁྱེད་རང་ཚོས་ག་ཚད་ཐུབ་འདུག་གི་ཁྱིམ་ཚང་ནང་ལ་སྤུ་གུ་ཚོ་བོད་སྐད་མ་བྱེད་པ་བྱས་ཨ་ནི་བོད་ཡིག་བསླབ་ཡག་དེ་དོ་སྣང་བྱེད་ཨ།

འགོག་ལམ་གྱིས་བསྡུས་པའི་ཆོས་དཀོན་མཆོག་ཟེར་བ་འདི་ཡང་ཨོ་ཅེས་ཤེས་པར་བྱས་ནས་བྱུང་བ་ཡིན་ན། ཨེ་ནི་ཆོས་འདི་གསུང་མཁན་གྱི་སྟོན་པ་ལ་ཡང་དད་པ་སྐྱེ་ཡང་དང། ཨེ་ནི་ཆོས་འདི་ཉམས་ལེན་བྱེད་མཁན་གྱི་དགེ་འདུན་ལ་ཡང་ཨེ་ནི་དད་པ་དང་ཡིད་ཆེས་ལ་ཡང་ཅི་ཡོང་གི་ཡོད་རེད་དེ། འགོག་ལམ་གྱིས་བསྡུས་པའི་ཆོས་དཀོན་མཆོག་ཡག་པོ་ཞིག་མ་ཤེས་ན། ཨེ་ནི་སངས་རྒྱས་བཅོམ་ལྡན་འདས་ལབ་ན་སྔ་མོ་ལོ་ཉིས་སྟོང་དྲུག་བརྒྱའི་གོང་ལ་ཡང་ད་རྒྱ་གར་ལ་ཡོང་བསྡད་པའི་ཨེ་ནི་ད་མི་རྩ་ཆེན་པོ་ཞིག་རེད་ཟེར་མ་གཏོགས་ཞེ་དྲག་ཤེས་ཡ་མི་འདུག་ག། ཤེས་སོང། ཚེ་དེ་འདྲ་ཡིན་དུས། ཆོས་འགོག་བདེན་ཟེར་དེ་འགོག་བདེན་དང་དེ་སྒྲུབ་བྱེད་ཀྱི་ལམ་བདེན་ཟེར་དེ་དཔེ་གལ་ཆེན་པོ་རེད། ད་ལམ་བདེན་ཟེར་དུས་སྟོང་ཉིད་རྟོགས་པའི་བློ་དེ་རེད་སྟོང་ཉིད་ངོས་ཟིན་དུ་རྟོགས་པའི་བློ་དེ་ལ་ལམ་བདེན་ཟེར་གྱི་ཡོད་རེད། སྟོང་པ་ཉིད་ཟེར་དེ། ད། ནང་པའི་ཆོས་གཅིག་གོ་མ་གཏོགས་གཞན་ཆོས་ལུགས་སུ་གཅིག་གིས་སྟོང་པ་ཉིད་ཟེར་དེ་གསུང་གི་མི་འདུག་ག། ཅེས་གསུངས་ཨ། ད་སྟོང་པ་ཉིད་ཟེར་ཏེ་ག་གེ་མེད་པའི་སྐད་ཆ་མ་རེད། གཏན་ནས་བཏགས་པ་རེད་ཟེར་གྱི་ཡོད་རེད། གཏན་ནས་བཏགས་པ། དེ་མགོན་པོ་ཀླུ་སྒྲུབ་ཀྱིས་ཨེ་ནི། ཨ། ཨ། རྟེན་ཅིང་འབྲེལ་པར་འབྱུང་བ་གང་དེ་ནི་སྟོང་པ་ཉིད་དུ་བཤད། དེ་ནི་གཏན་ནས་བཏགས་པ་དེ་དེ་ཉིད་དབུ་མའི་ལམ་ཡིན་ནོ་ཟེར་ནས་ཨོ་འདུག་གསུངས་ཡོད་རེད། དེ་ཙང་སྟོང་པ་ཉིད་སྟོང་པ་ཉིད་ཟེར་ཏེ་ག་གེ་མེད་པའི་སྐད་ཆ་མ་རེད། སྟོང་པ་ཉིད་ཟེར་ཏེ་ཆོས་གང་དང་གང་ཡིན་ན་ཡང་ཕ། ཅིག། ཨ་མདོ་ཀོ་འགྲམ་ཕེ་སི་སི་ཀི་ལྟར་བྱས་པ་གཅིག་པ་རེད། ཕ། འདུག། ཁོ་རའི་ངོ་ཐོག་རི་ཡག་ལ་བྲིས་གར་ཐོག་ཕ་ཕ་བཙལ་རེ་ཡིན་ན་ཁྱོད་ནས་རྙེད་ཡ་ཡོག་མ་རེད། བྱས་ཙང་ཆོས་གང་དང་གང་ཡིན་ནི་ཁོ། རྐྱེན་གཞན་ཅིག་ལ་ལྟོས་པའི་ཐོག་ནས་བཞག་པ་མ་གཏོགས། ཁོ་རང་རང་གི་ངོ་བོའི་སྒོ་ནས་བསྒྲུབས་ཡོག་མ་རེད། དེ་འདྲ་ཡིན་དུས་ངོ་བོའི་སྒོ་ནས་བསྒྲུབས་པའི་སྟོང་པ་རེད། སྐད་ཆ་བཤད་ཀྱི་ཡོག་རེད། ད་ལྟའི་ཨ་མདོ་དེ་རིགས་སྐད་ས། Modern Physics། ཀོ་འགྲམ་ཕེ་སི་སི་ཀི་ས་ཡིན་ཏུའང། རྟགས་དང་བཤད་ཀྱི་འདུག་བ་འདི། ཨནི Quantum Physics ཟེར་གི། ཨོ། ག་ལ་གང་ཟག་ཆེན་པོ་དེ་བཤད་ཀྱི་ཡོད་རེད། དཔེར་ན་ཕྱི་རོལ་གྱི་དངོས་པོ་དེ་ཚོའི་གྲས། ཕྱི་རོལ་དོན་གྱི་ངོས་ནས་གྲུབ་ཡོད་མ་རེད་དེ་བཤད་ཀྱི་ཡོད་རེད། ཡིན་ནའི་རྟགས་འོ་ན་མིང་རྐྱང་བཏགས་ཡོད་ཙམ་ཟེར་ཏེ་ཨ་མདའ་ཚན་རིག་པས་ཤིན་ཀྱི་ཡོད་མ་རེད། ཨ་མདའ་རྒྱ་གར་གྱི་དུས་དྲན་ཚན་རིག་པ་རཱ་ཇཱ་རཱ་མ་ནཱ་ཟེར་ཡ་དེ་ད་ཤ་ཚ་རེ་རེད། ཨ་མདའ་ཁོང་གི་ང་ཡ། སྔ་མོ་འདི་གསུངས་མྱོང། ཨནི Quantum Physics། འཛམ་གླིང་ནུབ་ཕྱོགས་ནང་ལ་གཞི་ནས་དེ་རིག་གནས་གསར་བ་ཞིག་རེད། རྒྱ་གར་ནང་ལ་ལོ་སྟོང་ཕྲག་གི་སྔོན་ནས་རིག་གནས་འདི། ལོ་ཉིས་སྟོང་གོང་ནས་རིག་གནས་འདི། རིག་གནས་འདི་དར་ཚར་བཞག། ཁོ་རང་གི་མགོན་པོ་ཀླུ་སྒྲུབ་ཀྱི་གསུང་ཅིག་མཐོང་སོང། དེ་ནང་ལ་ཡང Quantum Physics དེ་གི་རྩ་དོན་འདི་དེ་ནང་ལ་གསུངས་བཞག། ཁོང་ང་འདི་ཟ། འདི་བདེན་པར་བལྟ།

བྱས་ཙང་འོ་ད་དེའི་ཐག་ནས་ཨེ་ནི་ཆོས་དཀོན་མཆོག་ཟེར་ཡ་དེ་སྡུག་ཟེར་ནས་ངོ་ཤེས་འགོ་རེད་མ་གཏོགས་ད་ག་ཟེ་ཆོས་ག་རེད་ཟེར་ལབ་ན་ཨེ་ནི་ང་ཚོ་ལྷ་ཁང་ནང་ལ་ཡོད་བསྡད་པའི་པུ་ཏི་ཚོའི་གྲས་འཛུགས་འཛུགས་ནས་དེ་ཆོས་དཀོན་མཆོག་རེད་ཟེར་ལབ་ན་ནོར་འཁྲུལ་རེད་ད་ཤེས་སོང་ཨ་ཧོ། ཆོས་དཀོན་མཆོག་ཟེར་ཡ་དེ་འགོག་པའི་བདེན་པ་དང་ལམ་གྱི་བདེན་པ་ཟེར་ནས་ང་ཚོ་སེམས་ནང་ལ་ཡ་རྟོག་པའི་ཡོན་ཏན་སྐྱེ་ཡ་ཅིག་གང་ལ་ཤེས་གི་ཡོད་རེད་ཤེས་སོང་ཨ་ད་དེ་འདྲའི་གི་ཆོས་དེ་ཡག་པོ་ཤེས་པ་ཡིན་ན་ཆོས་དེ་སྟོན་མཁན་གི་སངས་རྒྱས་དེ་གཞན་དང་མི་འདྲ་ཡིན་པ་ཅིག་གི་ཨེ་ནི་ཤེས་ཐུབ་ཡག་འདུག་ག་ཨེ་ནི་ཆོས་དེ་ཚུལ་བཞིན་དུ་སྒྲུབ་མཁན་གི་དགེ་འདུན་དེ་གཞན་དང་མི་འདྲ་ཡིན་པ་ཅིག་ཤེས་ཐུབ་དགོས་པ་ད་དེ་འདྲ་ཡིན་དུས་སངས་རྒྱས་ཞུགས་ཚོགས་བྱུང་ན་ཟེར་གི་ཤོ་ལོ་ཀ་རྐང་པ་དང་པོ་གཉིས་པོ་དེ་གི་སྐྱབས་འགྲོ་བཤད་པ་རེད་དེ་ནས། བདག་གིས་སྦྱིན་སོགས་བགྱིས་པའི་ཚོགས་རྣམས་ཀྱིས་འགྲོ་ལ་ཕན་ཅིང་སངས་རྒྱས་འགྲུབ་པར་ཤོག་ཟེར་ཏེ་གོ་བརྡ་སེམས་བསྐྱེད་ཟེར་ཏེ་བྱེད་ཀྱི་ཡོད་རེད། ངས་ཅིག་དགེ་བ་བསགས་ཞེས་པ་འདི་ཚང་མ་ལོག་ཨེ་ནི། སེམས་ཅན་ཚང་མ་ལོག་ལས་ཕན་ཡག་གི་དོན་དག་ལ་ཨེ་ནི། བསྔོ་ཡག་བྱས་རྗེས་སེམས་ཅན་ཐམས་ཅད་ལ་ཕན་ཕན་བདེ་ཡོང་ཡག་ཅིག་ཐོག་ལ་ཡོང་བར་ཤོག་ང་རས་དགེ་བ་བསགས་པ་དེ་ང་ར་ཅིག་གིས་ལུས་བདེ་བ་དང་ཚེ་རིང་བ་དེ་ཙམ་མིན་པ་བྱས་གང་ལྟར་སེམས་ཅན་ཐམས་ཅད་སངས་རྒྱས་ཀྱི་སར

སྔ་མོ་ང་བོད་ལ་ཡོད་དུས་ཙང་ནས་ངས་དེ་གསལ་པོ་དྲན་གི། མགོ་ལོག་དེ་འདྲའི། ཨ་བོ་ཧོ་དང་མགོ་ལོག་དེ་འདྲའི། པགས་རྩག་ཅིག་གོན། བཏུས་ཐུང་ཞིག་དང་མེད་པ་བྱས། པགས་རྩག་ཁོ་རའི་ནང་འདུག། སྨྲ་རང་བྱས་ཡོད་དམ་དེ་འདྲའི། ཨེ་ནི་སྤུ་གུ་ཆུན་ཆུན་དེ་འདྲའི་པགས་རྩག་ནང་ཨམ་པ་ནང་བླུགས་བྱས་སྨྲ་རང་རེད། ཨོ་དེ།

ཚེ་སྨོན་ལམ་རྒྱས་བསྡུས། མིག་ཆུ་བུར་བརྩེགས་བྱེད་དོ། མིག་ཆུ་བུར་མར་སྐྱོན་སེམས་ཅན་ཐམས་ཅད་གཟིགས་དགེ་ཨ་དེ་སེ་བྱ་ཐེག་གིས་ཏེ། བྱས་ཙང་ང་ཚོ་བོད་ལ་ཡ། མཁན་ཆེན་ཞི་བ་འཚོ་དང། གཙོ་བོ་མཁན་ཆེན་ཞི་བ་འཚོ་རེད། དེ་དུས་ནས་ཨེ་ནི་སངས་རྒྱས་པའི་ཆོས། ནཱ་ལེནྡྲའི་ཆོས་བརྒྱུད། ཐེག་ཆེན་གྱི་ཆོས། ཨེ་ནི། བསམ་གྱིས་མི་ཁྱབ་པ་ཞིག་ད་བོད་ལ་ཡ་བྷི་གའི། ཁྱབ་སྤེལ་གནང་རྗེས་བྱུང་བ་རེད།

ཨེ་ནི། ད་ང་ཚོ་བོད་གངས་ཅན་གྱི་ལྷག་པའི་ལྷ་སྐལ་འཕགས་པ་སྤྱན་རས་གཟིགས་རེད། ཨེ་ནི་འཕགས་པ་སྤྱན་རས་གཟིགས། ཨེ་ནི་བོད་ཀྱི་ཆོས་རྒྱལ་རིམ་བྱོན། ཨེ་ནི། དུས་ཕྱིས་སུ་རྒྱལ་དབང་ཀུན་འདྲི་རིམ་བྱོན་ཚང་མ་ཡོད་བསམ་པ་བྱས། ཨེ་ནི། དེ་རྗེས་འདུས་སྤྱི་ཤོག་ཨ། སངས་རྒྱས་ཆོས་དང་ཚོགས་ཀྱི་མཆོག་རྣམས་ལ། བྱང་ཆུབ་བར་དུ་བདག་ནི་སྐྱབས་སུ་མཆི། བདག་གི་སྦྱིན་སོགས་བགྱིས་པའི་ཚོགས་རྣམས་ཀྱིས། འགྲོ་ལ་ཕན་བྱེད་སངས་རྒྱས་འགྲུབ་པར་ཤོག། སངས་རྒྱས་ཆོས་དང་ཚོགས་ཀྱི་མཆོག་རྣམས་ལ། བྱང་ཆུབ་བར་དུ་བདག་ནི་སྐྱབས་སུ་མཆི། བདག་གི་སྦྱིན་སོགས་བགྱིས་པའི་ཚོགས་རྣམས་ཀྱིས། འགྲོ་ལ་ཕན་བྱེད་སངས་རྒྱས་འགྲུབ་པར་ཤོག། སངས་རྒྱས་ཆོས་དང་ཚོགས་ཀྱི་མཆོག་རྣམས་ལ། བྱང་ཆུབ་བར་དུ་བདག་ནི་སྐྱབས་སུ་མཆི། བདག་གི་སྦྱིན་སོགས་བགྱིས་པའི་ཚོགས་རྣམས་ཀྱིས། འགྲོ་ལ་ཕན་བྱེད་སངས་རྒྱས་འགྲུབ་པར་ཤོག། བདག་གཟུགས་སྔགས་ཁ་ཤས་ཤིག་ཀྱང་བྱེད་འདོད་མཆིས།

ཨམ་ཉི་ཤུ་ཟད། ཡ་བྱས་ནས་དུས་ཚོད་ཏོག་ཙམ་དེ་ཡོད་པ་རེད། ད་དེ་ནས་གཞིས་ལུས་རྒྱ་ཆེའི་མི་མང་འདིའི་དེ་ཧ་ལས་པའི་སེམས་ཤུགས་དང། བོད་ནང་གི་ཨ་མདའ་ང་ཚོ་རྐྱེན་ངན་བཞི་པོ་ཅིག་བྱུང་པ་འདི་གི་རྐྱེན་ངན་གྲོགས་ལ་ཤ་རེ་ཟོ་རོ་ཞེས་དེ་སྔ་ཡིན་ན་ང་ཚོ་ཨ་མདོ་མདོ་སྨད་ཨ་མདོ་དབུས་གཙང་ཁུལ་ཡ་མི་གྲྭ་ས་ཚོ་ལ་འབྲེལ་བ་ཞེ་དྲག་ཡོད་རེད་མ་གཏོགས་གཞན་སྤྱིར་བཏང་ཨ་མདོ་ཞེ་དྲག་ལ་འབྲེལ་བ་ས་ཁེལ་ཡོད་མ་རེད་པ་ད་ཁྱང་ཐུབ་དེ་ནང་ལ་ཡ་དེ་དབུས་གཙང་ཁུལ་ནས་མི་གི་ཚེ་ཡོད་ལག་པ་རྐྱོང་ད་དབུས་གཙང་ཁུལ་ནས་ཨོ་ཨོ་བྱས།

དབུས་གཙང་གི་ཁུངས་ཆགས་དེ་ཡང་རེད་ག་འདས་པོ་རང་གི་ཁྱབ་ཁོངས་དེ་དེ་དབུས་གཙང་དང་ཁམས་ནས་ཕྱིས་སུ་འབྲི་ཆུ་ཤར་རྒྱུད་དང་འབྲི་ཆུ་ནུབ་རྒྱུད་ཟེར་ནས་དེ་འདྲའི་ཅིག་ཐོག་ནས་ཕྱིན་པ་རེད་ཨ་མདོ་ཕལ་ཆེར་ཁ་བྲལ་དེ་ཡང་ད་ཆ་སོང་ཨ། ད་ད་རི་གེ་སའི་དུས་ཚོད་དེ་ང་ཚོ་ཆོལ་ཁ་གསུམ་ཚང་མ་ལོག་པའི་དོགས་ལ་འདྲིས་བསྡད་འདུག་ག་ཞེ་བོ་ཅི་རེད་ཤག་ཚང་མ་ལོག་པའི་སེམས་ཤུགས་ཞེ་བོ་ཆེན་པོ་ཆེ

བྱས་ནས་འོག་ཟླ་བཞི་བོ་ཅིག་ཐབས་སྐྱོ་བོ་བྱུང་བ་རེད། རེད་དེ་ཡིན་ནའི། བོད་རྒྱ་ཆེའི་མི་མང་གིས་སངས་རྒྱས་པའི་ཆོས་ཀྱི་དད་པ་བྱེད་ཡ་དེ་ཡིན་ཏེ་ཧ་ལས་པ་ཤུགས་ཆེན་པོ་རེད་ཤག་བྱས་ནས་ད་རྒྱ་མི་གུང་བྲན་བསམ་བློ་སྦུག་སུ་དོག་ཡོད་པ་དེ་ཚོའི་གྲས་ཀྱི་བས་ཇི་ཙམ་གྱི་བས་དྲག་གནོན་གདུག་རྩུབ་བྱས་པ་དེའི་ཚོད་ཀྱི་བོད་མིའི་སེམས་ཤུགས་བོད་མིའི་ཆོས་དད་བས་དེའི་ཚོད་ཀྱི་བས་ཤུགས་ཆེན་པོ་ཞིག་དད་དེ་ཡ་ཅིག་བྱུང་ཤག། ཞེས་སོང། ཨེ་ནི་ད་རི་ཀས་ས་སྐྱ་ནག་རང་ནག་ལོག་ལས་ད་སངས་རྒྱས་པའི་ཆོས་ལ་དད་པ་དང་མོས་པ་བྱེད་མཁན་དེ་ད་ཇེ་མང་ཇེ་མང་འགྲོ་བསྡད་ཀྱི་འདུག་ཨ། ལོ་བཞི་ལོ་བཞི་ལྔ་གཅིག་གོང་ལ་ཡ་རྒྱ་ནག་གི་བསླབ་གྲྭ་ཆེན་མོ་གཅིག་གིས་ཞིབ་འཇུག་བྱས་པ་རེད་རྒྱ་ནག་ནང་ལ་ནང་པ་ག་ཚད་ཡོད་མེད་ཞིབ་འཇུག་བྱས་པ་རེད། དེ་དུས། ཨེ་ནི་རྒྱ་ནག་ནང་ལ་ནང་པ་ས་ཡ་སུམ་བརྒྱ་ལྷག་ཆེ། ཞིག་འདུག་དེ་ལོ་བཞི་ལྔ་གཅིག་གོང་རེད། ད་བར་སྐབས་རྒྱ་ནག་ནང་ལ་ནང་པའི་ཆོས་ལ་དད་པ་བྱེད་མཁན་དེ་ཇེ་མང་ཇེ་མང་ཕྱིན་ཆད་ད་དེར་སྐྱེས་ས་ཕལ་ཆེར་ས་ཡ་བཞི་བརྒྱ་ཙམ་ཞིག་འདུག་ཨ་ནི་རྒྱ་མི་ནང་པ་དེ་ཚོའི་གྲས་མང་པོ་ཅིག་གིས་ཨ་ནི་རྒྱ་ནག་རང་གི་པའི་ནང་པའི་ཅིག་ད་སློབ་དཔོན་དང་དེ་ཚོའི་གྲས་ཀྱིས་ནང་ཆོས་འབྲེལ་བཤད་རྒྱག་མཁན་མི་འདུག་ཆོ་ག་འདོན་བསྡད་མ་གཏོགས། བོད་ཀྱི་ནང་པ་ཚོ་ནང་ཆོས་འབྲེལ་བཤད་རྒྱག་འདུག་བྱས་ནི་ད་དེར་སྐྱེས་ས། བོད་ཀྱི་ནང་ནང་པ་ཚོ་ལ་ཡ། མཐོང་རུབ་དེ་ཆེ་རུ་ཆེ་རུ་འགྲོ་དེ་ངས་ཚོ་རུབ་ཀྱི་དེ་འདྲ་ཆགས་དེ་ཤག་ཤག་སོང་བ། བྱས་ཙང་ཡང་རྒྱ་མི་གཅིག་གི་སྲིད་དོན་གྱི་ཆ་ནས་ཡང་བོད་པ་གཅིག། དགེ་བཤེས་དང་དེ་འབྲེལ་གྱི་གཅིག་ཆོས་བཤད་དུས་ཚོད་གྲལ་ལ་ཡང་དམ་དྲག་རོགས་ཏོགས་བྱེད་ངེས་བཟོ་བཞིན་འདུག་འདི་འདྲ་ཞིག་རེད། ས་གང་འདྲ་ཡིན་ཡིན་རྒྱ་ནག་ནང་ལ་ཡང་ནང་ཆོས་དོ་སྣང་བྱེད་མཁན་ཤུགས་ཆེར་ཕྱིན་དེ་དང་ཆབས་ཅིག་བོད་ཀྱི་ནང་ཆོས་ལ་ཡང་དོ་སྣང་བྱས་ཏེ་ཤུགས་ཆེར་ཕྱིན་བྱས། ཡང་ང་རང་ཚོ་བོད་པའི་ནང་ནས་ཞབས་འདྲེན་ཞུ་མཁན་དེ་འདྲའི་ཡང་པའི་ཆོས་ཀྱི་རྒྱལ་པོ་ཡིན་ཆོས་ཀྱི་བླ་མ་ཡིན་ཟེར་བྱས། ཡང་སྤྱོད་པ་ག་འཇུག་མ་འཇུག་བྱེད་མཁན་དེ་འདྲའི་ཡོང་བསྡད་ཀྱི་འདུག་ཤེས་སོང་ངམ། ས་དེ་འདྲ་ཡིན་དུས་གང་ལྟར་སྤྱི་ཡོངས་ཀྱི་ཆ་ནས་བོད་ནང་ལོགས་ལ་སངས་རྒྱས་པའི་ཆོས་ལ་ཅིག་ང་ཚོས་ཅིག་ཤེས་ཚད་ཡོད་པ་དེ་རྒྱ་ནག་ནང་ལོགས་ལས་ཡིན་སྟབས་ཧ་ཤུགས་རྐྱེན་འདུག་ས་ཐད་ཡོད་མཁན་ཅིག་གིས་དེ་འདྲ་བྱ་དེ་བྱ་བཤད་སོང་ཨ། ཨེ་ནི་འཛམ་བུ་གླིང་ག་ས་ག་ལ་ཡ། དཔེར་ན། ལྔ་བཅུ་ང་དགུའི་གོང་ལ་ཡ། ཨེ་ནི། དཔེར་ན་དབྱིན་ཇིའི་ཁྱབ་ཁོངས་གོ་ག་ལ་ཡ་ད་རྒྱ་གར་དང་འབར་མ་དང་ཤྲི་ལང་ཀ་དང་དེ་ཚོའི་གྲས་དབྱིན་ཇིའི་ཁྱབ་ཁོངས་གོ་ག་ལ་ཡོད་རེད། ཨེ་ནི་ཐའི་ལན་དང་གཅིག་ཁམ་བྷོ་རི་ཡ་དང་ལ་ཨོ་སི་དང་སའི་ཛུ་ཐེན་མང་པོ་གཅིག་ད་ག་ནང་ནང་པའི་ལུང་པ་ཡིན་ཡིན་པ་རེད་རེད་དེ་ད་གི་གཅིག་ནུབ་ཕྱོགས་ལུང་པའི་ནང་ལོག་ལ་ནང་ཆོས་ལ་དོ་སྣང་གསར་པ་སླེབས་དེ་ངས་ཞེ་རང་མི་འདུག་ག་ད་ང་ཚོ་བཙན་བྱོལ་བ་ཆགས་ནས་བོད་པ་བཙན་བྱོལ་བ་ཆགས་ནས་ཨ་མི་བོད་ཀྱི་མི་བླ་མ་སྐྱེས་ཆེན་དམ་པ་དེ་འདྲའི་མང་པོ་ཅིག་གིས་ད་ཕྱི་རྒྱལ་ནུབ་ཕྱོགས་ཀྱི་ཡུལ་གྲུ་ཁག་ཚོའི་ནང་ལོགས་ལ་ཡག་ཅིག་ཆོས་ཚོགས་དེ་འདྲའི་ག་ལེ་ག་ལེ་ག་ལེར་ཚུགས་བྱས་དེ་རེ་སྐྱེས་ས་ནུབ་ཕྱོགས་རྒྱལ་ཁབ་ནང་ལ་ཅིག་ཤེས་ཡོན་ཅན་ཨེ་ནི་དེ་འདྲའི་གི་ནང་ལ་ཕྱིན་ནས་ཅིག་བོད་ཀྱི་ནང་ཆོས་ཀྱི་ཐོག་ལ་དོ་སྣང་གསར་པ་བྱེད་དེ་ངན་ཅིག་དེ་འདྲ་ཡོང་སྡད་ཀྱི་འདུག་ག། བྱས་ཙང་དེ་འདྲ་ཡིན་དུས་ང་ཚོ་བཙན་བྱོལ་བ་སླེབས་པ་འདི་གིས་སངས་རྒྱས་ཀྱི་བསྟན་པ་ཅི་ལ་ཡ་ང་ཚོས་ཞབས་འདེགས་ཏན་ཏན་བསྒྲུབས་ཡོད་རེད་ཤེས་སོང་ང། བོད་མི་རིགས་ཀྱི་མཚན་མཐོང་དེ་ཤུགས་ཆེ་རུ་ཕྱིན་ཏེ་ཡོད་རེད་བྱས་ཙང་ང་ཚོ་བཙན་བྱོལ་བའི་བོད་ཀྱི་ཆོས་དང་རིག་གཞུང་མི་རིགས་ཀྱི་ང་ཚོ་མི་རྒུད་བཅའ་ཡག་ཅིག་བྱུང་ཡོད་རེད་ཤེས་སོང་ང། དེ་ང་ཚོའི་གཟི་བརྗིད་རེད། ཨེ་ནི་ཁྱེད་རང་ཚོའི་བོད་མི་རིགས་ཀྱི་ད་གང་ལྟར་ཆ་ཤས་ཆགས་ཏེ་ཡོད་རེད་ང་ཚོ་བཙན་བྱོལ་ཞིག་དད་དེ་ཡོད་རེད་ཨེ་ནི་ཁྱེད་རང་ཚོ་ཚང་མས་ད་དུང་ཡིན་ནའི་ཧུར་ཐག་བྱེད་རོགས་བྱེད་ཟེར་ཡ་ཡིན་ཤེས་སོང་ཨ་ཨེ་ནི་སེམས་ཞུམ་མ་བསྡད་པའི་ཆེད་ད་ང་ཚོ་ཁ་སྐད་བྱུང་བ་ཚོ་བསམ་ནས་སེམས་ཞུམ་མ་བསྡད་པའི་ཆེད་ཤེས་སོང་ཨ་སྡུག་བྱེད་ཨ་ཀི་རི་ཀ་ད་དེ་ངའི་མི་ཁི་ཟེ་ཡོད།

ཨེ་ནི་གཞན་དག་གོ་ཡང་རེ་ད། འབྲུག་ཏུ་བ་ནས་ཡོད་པའི། ཨ། ཨ། ཨོ། ད་བླ་བྲག་ལ་འགྲོ་དེ་ངའི། ག་བ་ཁ་བ་ཡོད་པ། ཀོ་ལི་ཆི། ཨོ་ཀ་རན་ཚོ་གུ་རོ་འདུག་བ། ཨོ། ད་ཨ་ད་ངས་ཟིག་འདུག་བ་བོད་ཡིག་ཀྱང་ཚོ་ཡིན་ཅིག་མིན་ཅིག། བོད་ཀྱི་ཀ་སུག་རེད་བོད་མ་བྱིས་པ་བྱས་ཨེ་ནི་བོད་ཡིག་ཏོག་ཨ་ན་དེབ་དེ་འདྲས་ད་བོད་ཡིག་གི་དེབ་དེ་འདྲས་ཏོག་ཨ་ཁྱང་ཚོ་ཀློག་བྱས་ཐུབ་ན་ཨ་འདི་ངས་ཟེར་དེ་རེད་བོད་ཀྱི་ཅིག་ཨ་ཆོས་ཟེར་ལབ་ནས་ངས་ཨ་འདི་ཆོས་ཆོས་ཟེར་ལབ་ན་ཡང་ཏོག་ཨ་བསམ་བློ་ཅིག་ཁ་སུག་ཆུང་ཆུང་རུ་ཆགས་ཡོང་གི་ཨ་ངས་འདི་ཟེར་གི་ཡོད་ལྟ་གྲུབ་ལྟ་གྲུབ་ལྟ་བ་ལྟ་བ་དང་འབྲེལ་བའི་གྲུབ་མཐའ་བཅས་བར་སྐབས་འང་ད་ང་ཚོའི་བསླབ་གྲྭའི་དེ་སྔ་ཡིན་ན་ང་ཚོ་ཆོས་ཀྱི་ཆོས་ཀྱི་ཟེར་གི་བར་པ་ཨ་ནི་བར་སྐབས་ནས་ཆོས་ཀྱི་ཟེར་རྒྱུ་མི་འདུག་ལྟ་གྲུབ་ཀྱི་རྒན་བྱས་ནས་ངས་འདུག་སེ་མིང་བཏགས་ན་བྱས་ནས་ད་ག་ད་སངས་རྒྱས་པའི་ཆོས་ཀྱི་པདྨེ་འདྲ་བ་ར་བ་པདཅིག་ཞག་རྩི་ཐོན་ཡ་རབས་དེ་ལྟ་གྲུབ་ཐོག་ནས་རེད། དང། བྱས་ཙང་ད་དད་པ་བྱས་ཏེ་ཆོས་ལུགས་ཚང་མ་ལོག་ལ་ཡོད་རེད་ད་ལྟ་ལྟ་གྲུབ་ཀྱི་རྣམ་གཞག་བཤད་ཡོད་དུས་སེམས་ཁམས་རིག་པ་དང་འབྲེལ་ནས་ལྟ་གྲུབ་ཀྱི་རྣམ་གཞག་བཤད་ཡོད་དུས་ཕལ་ཆེར་སངས་རྒྱས་པའི་ཆོས་ཀྱི་ནང་ནས་པཱ་ལིའི་ནང་ལ་ཞེ་དྲག་ཡོད་མ་རེད། ན་ལེན་དྲའི། དེ Sanskrit ཆོས་བརྒྱུད་ནང་ལོག་ལ་ད་སེམས་ཁམས་རིག་པ་དེ་ཚོ་ཞིབ་བོ་ཞིབ་ཚགས་པོ་འདུག་བ། བྱས་ཙང་ངས་ཡང་ད་རྒྱ་གར་ཚོ་འདི་ཟེར་གྱི་ཡོད། ཅིག་ལེགས་སྦྱར་སྐད་ནང་ལ་ཡོད་བསྡད་པའི་སེམས་ཁམས་རིག་པ་བྱས།

སེམས་ཁམས་རིག་པ་འདི་ཚོ་བྲལ་ཏེ་རྟོགས་དོ་སྣང་ཤུགས་ཆེ་བྱ་ཆེ་ཤེས་སོང་ཨ། ཨེ་ད་དབྱིན་ཇིའི་དེབ་ནང་ལོ་ལེགས་གུ་རུ་གུ་རུ་ཐོན་ཡོང་གི་ཡོག་རེད་ལ་ཨེ་ནི་བོད་ཡིག་ནང་ལེགས་གུ་རུ་ཡོག་རེད་འདི་ཁྱང་ཚོ་དོ་སྣང་རྟོགས་ཆེ་ཨ་ཤེས་སོང་ཨ། ཨེ་ཡང་དུས་དུས་ལ་ཁྱང་ཚོ་གཅིག་བགྲོ་གླེང་བྱ་གསོ་རོགས་དེ་འདྲའི་བྱེད་ཐུག་ན་ཡག་པོ་ཡོག་རེད་ཨ། ཆོས་ལབ་པ་དང་གཅིག་བླ་མ་གཅིག་གིས་ཨེ་ནི་བཞུགས་ཁྲི་རྐང་ལ་བཞུགས་ཅེས་གསུངས་བཞག་དེ་མིན་པ་བྱས། ནང་པའི་ལྟ་གྲུབ་ལབ་དུས་ག་ད་སངས་རྒྱས་པའི་གཞུང་ནས་གང་འགྲེལ་གཅིག་གི་ད་འགྲེལ་བཤད་རྒྱག་གི་ཡོད་པ་དེ་གཞི་དངོས་པོའི་གནས་ཚུལ་དངོས་ཡོད་གནས་ཚུལ་གང་འདྲ་གང་འདྲ་ཡིན་པ་དེ་ཏང་དང་ཀོ་འགྲམ Physics ཟེར་དེ་ཁོ་དངོས་ཡོད་གནས་ཚུལ་ཞིབ་འཇུག་བྱེད་གོར་བ་ང་རང་ཚོའི་དཔེ་ཆ་ནང་ལ་གཞི་བདེན་པ་གཉིས་ཟེར་དེར་ད་གཞི་བདེན་པ་གཉིས་ཨེ་ནི་བདེན་པ་གཉིས་ཟེར་དེ་ཨེ་ནི་མ་བརྟག་མ་དཔྱད་པའི་ངང་ནས་ང་ཚོ་བློ་ལ་འཆར་བདེ་ཡག་གི་གནས་རིམ་རུབ་དེ་ཀུན་རྫོབ་བདེན་པ་ཟེར་རེད་ད་ཀུན་རྫོབ་བདེན་པའི་ཆོས་འདི་ཡི་དེ་གི་ཕ་ཞིབ་འཇུག་བྱས་ནས་དཔེར་ན་ད་ང་ཚོ་དེ་ཁྱེད་རང་ཚོས་ང་མཐོང་གི་ཡོག་རེད་ངས་ཁྱེད་རང་མཐོང་གི་ཡོག་རེད་ང་ཚོ་ཚང་མ་མི་རེད་བ་ད་ད་ཡིན་ནས་མི་ཟས་དེ་ག་བ་ཟི་གོ་རེད་ཟི་གུ་དེ་ཟི་གོ་རེད་ཟུར་ན་མར་བ་མིའི་ཟུར་གུ་རེད་མ་ཏོ་མི་མར་བ་ད་མིའི་སེམས་ཟས་ཆོག་རེད་བ་མིའི་སེམས་དེ་མིའི་སེམས་རེད་མ་གཏོགས་མི་མར་བ། ད་མིའི་སེམས་དང་མིའི་གཟུགས་ཟེར་ཡག་གི་མི་ཁོ་ར་ག་བ་ཡག་རེད་ཟེར་ན་ཉན་ཡ་མི་འདུག་ག་འདུག་ག། ཤེས་སོང་ང་ཚ་ཁུ་ཐུག་རྩད་གཅོད་བྱས་ནས་དཔེ་ན་གཟུགས་དང་དབྱིབས་དང་ཁ་དོག་ཟེར་ལབ་ནི་ཡོག་རེད་བ་ད། ད་གཟུགས་ཟེར་དེ་ག་བ་རེད་ད་ཀོན་ཀྲམ་ཕི་སི་གཅིག་པ་རེད་ཀོན་ཀྲམ་ཕི་སི་གཅིག་གི་གཟུགས་ག་བ་རེད་ཟེར་ལབ་ན་ཉན་ཁྱོད་ཡག་མ་རེད། ཚེ་བཟའ་ཟླ་ནང་པའི་གཞུང་ནས། ཅེས་ཀྱི། ང་ཚོ་ཤེས་རབ་སྙིང་པོའི་ནང་ནས་ཨུ་ད་ག། གཟུགས་སྟོང་པའོ་སྟོང་པ་ཉིད་གཟུགས་སོ་གཟུགས་ལས་སྟོང་པ་ཉིད་གཞན་མ་ཡིན་སྟོང་པ་ཉིད་ལས་ཀྱང་གཟུགས་གཞན་མ་ཡིན་ནོ་ཟླུ་ག། འོ་ད་དེ་ནས་གསུངས་ཀྱི་ཡོད་དཱ། གཟུགས་ལབ་དུས་ཐ་སྙད་པའི་ཆོས་དེ་བྱས། གཟུགས་ཁོ་རའི་རང་བཞིན་ག་རེ་ཟབ་ན། གཉིས་ཡ་མེད་པ་བྱས། ཅེས། གཉིས་ཡ་མི་འདུས་ཙང་ནི་གཟུགས་ཁོ་ར་ངོ་བོ་ཉིད་ཀྱིས་མ་གྲུབ་པ་རེད། དེ་འདྲ་ཡིན་དུས་ངོ་བོ་ཉིད་གྲུབ་པའི་སྟོང་བ་རེད། ཨེ་ནི་གཟུགས་སྟོང་པ་རེད། ངོ་གཉིས་སྤྲུལ་པའི་སྟོང་བ་ཡིན་ཙང་ཁོ་རྐྱེན་ལ་རག་ལས་པ་བྱུང་བ་རེད། རྐྱེན་ལ་རག་ལས་པའི་ཐོག་ནས་གཟུགས་གྲུབ་པ་རེད་དབྱིབས་གྲུབ་པ་རེད་ཁ་དོག་གྲུབ་པ་རེད་དེ་འདྲ་ཡིན་དུས། གཞན་ལ་རག་ལས་པའི་སྒོ་ནས་རྐྱེན་ལ་ལྟོས་ཏེ་གཟུགས་གྲུབ་པ་རེད་དེ་འདྲ་ཡིན་དུས་སྟོང་པ་ཉིད་གཟུགས་སོ།

ཡག་པོ་ཞིག་བཤད་པ་ལ་བདེན་པ་གཉིས་དེ་བཤད་དགོས་རེད། ད་ལྟ་ངས་ཡང་དག་བྲིས་བཞག་པའི་དཔེ་འབྲུ་བཅུ་བདུན་གྱི་གསོལ་འདེབས་ནང་ལོགས་ལ་ཡང་གཞི་ཡི་གནས་ཚུལ་བདེན་གཉིས་ཁྱེད་རང་ཤེས་མཁན་ཡོད་པས་དེ་ཚིག་དེ་ཤིང་རྟའི་ངས་བྲིས་པ་ལྟར་གཞི་ཡི་གནས་ཚུལ་བདེན་གཉིས་ལེགས་ཤེས་ཤིང་བདེན་གཉིས་ལེགས་རྟོགས་ཤིང་ཨེ་ནི་བདེན་བཞི་འཁོར་བ་འཇུག་ལྡོག་ཚུལ་བཞིན་ཤེས་ཨེ་ནི་ཚད་མས་དྲངས་པའི་སྐྱབས་གསུམ་དད་པ་བརྟན་མཐའ་ལམ་རྩ་བ་ཚུགས་རང་འགྲོ་གི་བས། ཁི་ཁི་ཁི། ཐར་ལམ་རྩ་བ་ཚོགས་པར་བྱིན་གྱིས་རློབས། ཞེས་ནི། བ་ད། གཞི་ཡི་གནས་ཚུལ་བདེན་གཉིས་གསལ་ཏེ། གཞི་དངོས་པོའི་གནས་ཚུལ་དུ་བཤད། བདེན་གཉིས་ཀྱི་ཐོག་ནས་ཨེ་ནི་རྒྱུ་འབྲས་གསལ་ཏེ་མ་འབྲས་བཤད་རྒྱབ་ཐུག་ཡོད་རེད་དེའི་ཕྱིར་ནི། ཨེ་ནི། བདེན་བཞི། ཨེ་ནི་འཁོར་བ་འཇུག་ལྡོག། དང། སྡུག་བསྔལ་བདེན་པ་དང་ཀུན་འབྱུང་བདེན་པ་སོགས་ནི་འཁོར་བ་མཇུག་རིམ། འགོག་པའི་བདེན་པ་ལམ་གྱི་བདེན་པ་སོགས་ལྟ་བུ་འདི་རྣམ་བྱང་ཕྱོགས་ཀྱི་ཐར་པ་ལ་མཇུག་རིམ་དེ་ཡིད་ཆེས་ཡོང་གི་ཡོད་རེད། དེ་འདྲའི་ཅིག་གི་ཐོག་ནས་ནི། འགོག་ལམ་གྱི་ཆོས་ཀྱི་ཆོས་ཀུན་ཕྱོགས་ངོ་ཤེས་དེ་སྟོན་མཁན་གྱི་སྟོན་པ་ངོ་ཤེས་དེ་ཚུལ་གྱིས་གྲུབ་མཁན་དགེ་འདུན་ངོ་ཤེས་ཡོད་དུས་ནི། ཚད་མས་དྲངས་པའི་སྐྱབས་གསུམ་དད་པ་བརྟེན། ཐར་ལམ་རྩ་བ་ཚུགས་པར་བྱིན་གྱིས་རློབས། འོ་ད་འདི། ངས་ཡང་དག་བྲིས་དེ་ཡང་དག་དེ་རེད། དེའི་རྩ་བ་དེ་ཀླུ་སྒྲུབ་གསུང་ནང་ལ་དང་གང་དག་བཀའ་འགྱུར་བསྟན་འགྱུར་ནང་ལ་དོན་དག་སྙིང་པོ་དེའི་དེ་གང་དོན་ཡོང་གི་ཡོད་རེད་རེད་བ། དད་པ་ཆོས་འཁོར་འགྲིག་གི་ཡོད་ན་པུ་ཏི་སུམ་བརྒྱ་གོ་ཡ་མི་འདུག་བ། རེད་བ་ཡ། ད་པུ་ཏི་སུམ་བརྒྱའི་ནང་ལོགས་ལ་ཡང་སྒྲུང་གི་སོར་འབྲེལ་ཁ་ཤས་ཁ་ཤས་ཡོད་རེད་དེ་སྔ་མོའི་ལོ་རྒྱུས་འདྲེ་དེ་ཚོའི་འདྲེ་ཁ་ཤས་ང་ཡིད་ཆེས་ཀི་མེད་ད། སྔོན་ནས་བྱུང་བ་ཡིན་ནམ་མིན་ནམ་ད་ཅེས་གལ་ཏེ་འཛམ་ཐང་ཐེ་ཚོམ་ཟེར་གི། ད་གཞི་བདེན་པ་གཉིས་ཟེར་བདེན་པ་བཞི་ཟེར་ཚུལ་བཀྲལ་ཏེ་བསམ་བློ་བཏང་བསམ་བློ་བཏང་བསམ་བློ་བཏང་ན་དངོས་གནས་དྲ་གནས་ཀྱི་བོད་ཀྱི་ར་འཕྲོད་ཐུབ་ཡ། ད་ང་ཚོ་ཁྱེད་རང་ཚོ་དེ་ལབ་ཏུ་འགྲིག་གི་རེད་ང་ནང་འཛག་བྱས་བྱས་ང་ཡང་ད་ངོ་ཤེས་པའི་ཡེ་ཤུའི་ཆོས་པ་གཅིག་ཡོད་ཁོ་རང་ཡེ་ཤུའི་བླ་མ་རེད་མི་ལ་ཡེ་ཤུའི་ཆོས་ཤེས་གི་ཡོད་རེད་རྒྱ་གར་ལས་སྔ་མོ། ལོ་མང་པོ་འདས་འདུག་ག། ང་གཉིས་ལོ་མང་པོ་ཕྱིན་ནས་ངོ་ཤེས་པ་ཡིན། ཡའོ་ཞའོ་ཡོད། ཚེ་ཉི་མ་གཅིག་ཁ་སིན། ལོ་ལོ་གཅིག་ཟིག་གོང་ལ་རེད། ང་ཁོང་གཅིག་ཐུག་སོང། ཨོ་ཁོང་གིས་ང་དེ་འདྲ་ཟ། དེང་སང་ནུབ་ཕྱོགས་ཀྱི་ལུང་པའི་ནང་ལ་ཡ། ད་འགྲོ་རན་སོང། ཨོ། ནུབ་ཕྱོགས་ལུང་པའི་ནང་ལ། ཨེ་ནི། གོ་ཨར་ཏྲ་ཟ་སྟེ་འགྲེལ་བཤད་རྒྱག་དགོས་བྱུང་ན་ཁ་བོ་ཤར་འདུག་ཟ།

ཡེ་ཤུའི་ཆོས་ཀྱི་དཀོན་མཆོག་སོགས་ཚུན་ཁ་བོ་ཤ་འདུག། ཁོ་རང་ཡེ་ཤུའི་བླ་མར་གདའ། མི་ལ་ཡེ་ཤུའི་ཆོས་བཤད་མཁན་རེད་ད་དྲང་པོ་བཤད་དགོས་རེད། དེ་འདྲ་རེད་ས་དེ་འདྲ་ཡིན་དུས་གང་ལྟར་ང་རང་ཚོ་ལ་ཡ་ཕ་མེད་ནས་ཡོད་བསྡད་པས་ད་ང་ཚོ་ཆོས་བརྒྱུད་རེ་དགེ་རེ་མ་རེད་བ། ང་ཚོ་ཕ་མེས་ནས་མ་ད་ཡོད་དེ་བས་ག་ད་དཔལ་ནཱ་ལེནྡྲའི་ཆོས་བརྒྱུད་འདི་ལྟ་གྲུབ་ཀྱི་ཐོག་ནས་མཁས་པ་མཁས་པ་མཇལ་ཡག་བྱེད་དང་ཁྱད་ཆོས་ཐོན་ཐུབ་ཡག་བྱེད་དེ་བྱེད་ན་ཁྱེད་རང་ཚོ་སློབ་སྦྱོང་བྱེད་ཨ་ཤེས་སོང་ཨ་གཞོན་སྐྱེས་ཚོས་སློབ་སྦྱོང་ཡག་པོ་བྱེད་ཨ་གོ་སོང་ཨ